ཡ་བཀྲ་ཤིས་བདེ་ལེགས་ད་ངས་ད་ང་ཚོའི་ཁ་བ་གངས་ཅན་པའི་བོད་རིགས་སྤུན་ཟླ་ཡོངས་སུ་རྫོགས་པ་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་བྱིན་གྱིས་གཟིགས་པ་ཆེན་པོ་ཆོས་འཛིན་འཇམ་དཔལ་ངག་དབང་སངས་རྒྱས་བསྟན་འཛིན་རྒྱ་མཚོ་མཆོག་ལ་གུས་ཕྱག་སྔོན་དུ་བཏང་ནས་ད་ད་རིང་གུས་པ་དེ་ཨ་ནི་མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ་ཨ་ནི་ཨ་ནི་བསམ་རྒྱ་ཟེར་ན་རེད་བསམ་ཚུལ་ཟེར་ན་རེད་ད་དེ་འདྲ་ཅིག་མ་ཞུ་འདོད་བྱུང་སོང། གང་ལ་ཟེར་ན། ད་འདི་ཡི་ཆ་ལ་ཡ། ཨ་ནི་ཡིད་སྐྱོ་བ་དང། སེམས་སྐྱོ་བའི་གནས་སྟངས། མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ། ལྷག་བསམ་ཅན་གྱི་བོད་རིགས་སྤུན་ཟླ་ཚོ་གི་ཆེད་དུ་དཀའ་ལས་བརྒྱབ་ངེས། གལ་ནས་ང་ཚོའི། ད་འདི། དུས་ཚོད་གཉེར་ཕྲན་འདི་འདྲའི་སྐབས་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བརྒྱ་རུ་ཕེབས་ཚར་རེད། དེ་འདྲའི་གི་སྐབས་འདི་ལ་ཡ་ད་འདི།

ཡ་ནས་ཀྱི་གནས་སྟངས་དེ་དང། ཡ་ནས་ད་བོད་སྐད་གལ་ཆེ་ཤོས་ཆོས་ཅི་ལ། ལྷག་པར་དུ་ང་ཚོ་བོད་གངས་ཅན་ན་གནས་པའི་བོད་རིགས་སྤུན་ཟླ་ཚོ་གི་བསམ་བློ་ཡག་པོ་གཏང་དགོས་གི་རེད། མདོ་ཡུལ་ཁམས་གསུམ་ནང་དེ་ནང་ནས་མདོ་སྨད་ཁུངས་ཀྱི་ཡ་ནས་བོད་རིགས་སྤུན་ཟླ་ཚོ་གི་ངེས་པར་དུ་བསམ་བློ་གཏང་དགོས་གི་རེད་ཞོད་ཅིག་ཡིན། ཁྱོད་རང་ཚོ་ཕན་ནེ་ཚུ། བཙན་བྱོལ་གཞུང་ལ་ཡ། ཡ་ནས་དངུལ་ཞལ་འདེབས་རྒྱག་ཡ་འདྲ་བོ་དང། དེ་ཚོ་ད་ཡག་པོ་རེད། ཡིན་ནའི་བར་སྐབས་ཅིག་ལ་རྒྱ་རོམ་གྱི་དགུན་དགུན་སྟོན་གྱི་སྐབས་ཀྱི་གནས་ཚུལ་ད་རྙོག་དྲ་ཆེན་པོ་ཅིག་ལ་ལྷག་ད་ལྟ་ལྷག་བསྡད་ཡོད་རེད་རྙོག་དྲ་དེ་ང་ཚོ་ཚང་མས་ཀྱི་མཁྱེན་གསན་རེད། འང་ཡ་དེའི་དུས་གང་ལ་མདོ་སྨད་ཀྱི་མི་མང་ཚོ་གིས་ཁུར་ཡང་དག་པར་འཁྱེར་དགོས་ཡས་དེ་གལ་ཆེན་པོ་རེད་མ་གཏོགས། རྒྱ་བ་དོན་གྱི་དག་བོད་ཀྱི་མིང་དེ་འཁྱེར་ནས་ནི། ད་འདིའི་ཆ་ལ་རྙོག་དྲ་ད་མང་པོ་ཅིག་ད་ལྷག་བསྡད་དགོས་ཡོད་རེད། ད་དེའི་གནས་ཚུལ་ཅིག་ཆགས་འགྲོ་དགོས་རེད། དེ་ད་འབུད་དགོས་ཡོད་ཚུལ་དུ་ང་ཚོའི་བོད་གངས་ཅན་ནང་བའི་བོད་རིགས་སྤུན་ཟླ་ཚོ་གི་ཨེམ་སེམས་ལ་བཅགས་ནས་མ་འོངས་པར་ངོས་དེ་བལྟས་པ་ཡིན་ན། ཅིག་སོ་སོ་གི། རོགས་རམ་བྱེད་རོགས་པ་བྱས་པ་ཡིན་ན་ག་ཚོད་ཀྱི་ཕན་གནོད་འདོན་གྱི་ཡོད་པ་དང་ག་བ་ལ་ཕན་གྱི་ཡོད་པ་དང་སུས་སུས་བེད་སྤྱོད་གཏང་གྱི་ཡོད་པ་དང་སུས་ཁེ་ཕན་སྒྲུབ་གྱི་ཡོད་པ་དེ་ང་ཚོ་ཚང་མས་མཁྱེན་པའི་ཐོག་ནས་རོགས་རམ་བྱེད་དེ་གལ་ཆེན་པོ་རེད་ཤག་སི་ད་ད་དེའི་ཆ་ལ་གལ་ཆེ་ཤོས་སྐད་ཆ་བཤད་དེ་གཙོ་བོ་ཁ་ཚང་ཉེ་བཅའ་ང་ཚོའི་བོད་མི་རིགས་དང་རྒྱལ་ཁབ་ཆེད་དུ་ང་ཚོས་ཚང་མས་དཀའ་ལས་རྒྱག་གི་ཡོད་རེད། དེ་འདྲ་ཡིན་ཚོད་ན་ང་ཚོའི་ཚོགས་པ་ཉམས་པ་ལ་སོས་ཀྱི་སྐབས་ལ་ཡ། ནས། ནས་ཉམས་པ་ལ་སོས་བསུ་དགོས་ཡོད་རྒྱུ་མཚན་དེ་བོད་མི་རིགས་དང་རྒྱལ་ཁབ། བོད་ཀྱི། དབུ་ཁྲིད་ཡང་དག་པ་ཅིག་ཕེབས་ན་དེ་ལ་ཡ། ནས་མཉམ་རུབ་བྱེད་ཡ། དེ་ལ་ཡ། ནས་མདོག་རྩ་འདྲི་ཡ་དེ་ལ་ཡ་ང་ཚོས་མུ་མཐུན་བྱེད་ནས་མུ་མཐུད་ནས་དེ་ལ་ཡང་རྒྱབ་སྐྱོར་བྱས་དང་དེ་གི་ལམ་ལ་ཡང་རྒྱབ་སྐྱོར་བྱེད་མཁན་ཚོགས་པ་དེ་ཉམས་པ་ལ་སོས་རེད་ཉམས་པ་དེ་མི་ཉམས་གོང་འཕེལ་བཏང་ཡག་གི་ཆེད་དུ་ལ་ཚོགས་པ་དེ་བཙུགས་ཡོད་རེད་དེ་བཙུགས་དགོས་ཡག་རྒྱུ་མཚན་དེ་ག་རེ་བྱེད་ནི་རེད་ཟེར་ན་ད་ཉི་མ་བོད་གཞུང་ཁྲིམས་རྩོད་པ་གསུམ་གྱིས་སྤྱི་སྒེར་སྒེར་བདག་བྱེད་ཆེད་དུ་ལ་དཀའ་ངལ་ཆེན་པོ་ཅིག་ལྷག་པ་ལ་རྐྱེན་བྱས་ནས་ཁྲིམས་རྩོད་པ་གསུམ་གྱིས་གནས་དབྱུང་བཏང་བ་རེད། གནས་དབྱུང་བཏང་བ་རྐྱེན་བྱས་ནས་ཉོག་དྲ་ཆེན་པོ་བྱུང་ནས་ད་ཡིན་ངོས་ལེན་གྱི་དེ་རེད་དེ་རེད་ཁྲིམས་འཆར་ཨང་སུམ་ཅུ་སོ་དགུ་ཅིག་ཏུའང་དེ་ངོས་ལེན་དེ་ད་གཙང་མ་ཆགས་ཚར་རེད་ད་བོད་མི་སེར་གཙང་མ་ཡག་པོ་ཆགས་ཚར་རེད་གཙང་མ་བཟོས་ཚར་རེད་ཡིན་ན་ཡང་ཉམས་པ་ལ་བཟོས་ཀྱི་བྱུང་རིམ་འདྲ་བོ་ཅིག་དང་གནད་འགག་འདི་ག་རེད་ཅེས་པ་མི་མང་གིས་མཁྱེན་དགོས་དེ་གལ་ཆེན་པོ་ཡིན་དུས་ང་ཚོས་ཀྱི་ད་རིང་ཉམས་པ་ལ་སོས་ཀྱི་ད་མི་ན་ཟི་ན་རེད་ཚོགས་མི་ཟི་ན་རེད་ཚོགས་གཙོ་ཟི་ན་རེད་ད་མི་མང་གི་བདེ་སྡུག་དང་ང་ཚོས་ཚང་མས་ཀྱི་ཆེད་དུ་དཀའ་ལས་རྒྱབ་ཀྱི་ཡོད་རེད་ཚང་མས་མི་རིགས་ཀྱི་ཆེད་དུ་དཀའ་ལས་རྒྱབ་ཀྱི་ཡོད་རེད་དེ་འདྲ་ཡོད་ཚོ་ད་རིང་ང་ནི་ང་ཚོས་ཀྱི་ཚོགས་གཙོ་ད་ཨ་ནུ་དང་བསོད་ནམས།

ཕྱོགས་རེས་སྤུ་ཙམ་མེད་པ། ཆོལ་ཁ་དང་ཆོས་ལུགས་ཀྱི་དབྱེ་བ་གང་ཡང་མེད་པ། མི་རིགས་དང་རྒྱལ་ཁབ་དམངས་གཙོ་རྒྱལ་བ་དོན་གྱི་རྟོགས་པའི་སྣང་བཞག་རྒྱུ་འདི་ལ་ཡ། ལག་བསྟར་མུ་མཐུད་ནས་བྱེད་ཀྱི་ཡོད་པ་ཡིན་དུས་ང་རང་ཞི་དྲག་དགའ་པོ་ཡོད་མི་འདི་ཚོ་དྲང་ལ་ཡ། ཚོགས་གཙོ་ཁོ་རང་ཆགས་བྱས་ན་དེ་ཉེ་ཆར་ང་ཚ་རེ་ཡོང་ང་ཚོ་དགའ་མོས་བྱུང། བོད་མི་སེར་གྱིས་མི་རིགས་དང་རྒྱལ་ཁབ་ཆེད་དུ་ལག་ཆ་ཡོད་པ་བྱེད་དུས། དངོས་གནས་དྲང་གནས་ཀྱི།

ནམ་དོན་སྤེན་པ་ཚེ་ར་རེད་དོན་རེད་ཁོ་རང་སྲིད་སྐྱོང་གི་ཏང་ངོ་རྩ་བ་ཉིད་ནས་ཡོང་གི་མ་རེད་ས་ནམ་དོན་སྤེན་པ་ཚེ་རིང་སེམས་བཞག་ན་མ་འཁྱིལ་བ་ཡོད་མ་རེད་འོ་དེ་འདྲ་ཡིན་སོང་ཙམ་ནས་ནམ་དོན་སྲིད་གོ་བའི་རྒྱུ་མཚན་དེ་ཁྲིམས་བྱང་གསུམ་གསུར་བུ་དང་འགལ་བའི་དམ་བཅའ་བཞག་ཉིན་གང་ས་ཞིག་ལ་ངོས་འཛིན་བྱེད་དགོས་གི་ཡོད་རེད་ཤོད་དེ་འདྲ་ཡིན་དེ་འདྲ་ཡིན་པའི་ཆ་ནས་ནམ་དོན་ཟ་གི་ཡོད་རེད་འོ་དེ་འདྲ་རེད་ད་དེ་ཡིན་པ་ཚ་དུས་ཁོ་རང་མདོ་སྨད་ཀྱི་ཁོངས་ཡིན་དུས་སྤེན་པ་ཚེ་རིང་ད་མདོ་སྨད་ཀྱི། ཨ་ནེ་མིང་གི་ཐོག་ནས་ཨ་ནེ། ད། མིང་འདི་དེ་འདྲ་ཅིག་ཁྱེར་འོང་དུས། བདམས་ཐོན་གྱི་སྲིད་སྐྱོང་གི་མིང་ཅིག་ཁྱེར་ན་མདོ་སྨད་ཀྱི་མིང་དེ་ག་ཚོད་ཅིག་ད། ཚོར་བ་ཆགས་ཀྱི་ཡོད་པ་དེ་ང་ཚོ་གསལ་པོ་ཞིབ་པོ་ཅིག་ང་ཚོ་རྟོགས་དགོས་ཀྱི་ཡོད་པ་དེ་ད་ང་ཚོ་ད་རིང། ང་ཚོ་ད། མངོན་སུམ་ར་སྤྲོད་ཆགས་པ་དེ་ད་ཧ་གོ་གི་འདུག་ཨ། ཁྲེན་ཆིང་གིས་ཨ་ནེ། སྒེར་གཅོད་པ་གིས་ཨ་ནེ་ལྟ་བ་དང། ཨ་ནེ་སྤྱོད་ངན། མི་རིགས་དང་རྒྱལ་ཁབ་ཁ་བྲལ་བཏང་ངེས། དེ་འབྲེལ་གྱི་དག་བསམ་བློ་ཡོད་པའི་གནས་སྟངས་དེ་གསལ་པོ་ཞིབ་ཅིང་རྟོགས་གུ་འདུག་བ། ག་རེ་ཟེར་ན། རྒྱལ་ཁབ་དང་མི་རིགས་གཅིག་ཏུ་ལས་ཀ་བྱེད་མཁན་ཉམས་པ་ལ་སོའི་ཚོགས་གཙོ་དེའི་དཔེ་ན་ཨ་ནུ་དང་བསོད་ནམས་དེ་ཁོ་རང་གིས་ལས་ཀ་བཞག། རྒྱལ་ཁབ་དང་མི་རིགས་ཆེད་དུ་འགལ་བ་སྟོན་ཅི་ལྟ་བུ་ལ་ཡ་བརྟན་ཤོས་ཕུལ་ཁ་འགྲོ་གི་འོད་རེད་དགུ་དོན་གྱི་ཆེད་དུ། གུས་བརྩི་གི་ཆེད་དུ་ཚེ་འདི་བཞིན་ཉིད་ཀྱི་སྐྱབས་གནས་ཡིན་པའི་ཆེད་དུ་ཡང་དུས་རྒྱུན་ཕེབས་ཀྱི་ཡོད་རེད། དེ་འདྲ་ཡིན་སོང་ཙང་ནི་ང་ཚོ་བོད་རིགས་སྤུན་ཟླ་ཚོ་གིས་དེ་ཚོ་ང་ཚོ་དབུ་ནན་དྲང་ནན་གྱི་ཟ་མའི་དབྱེ་སྡུག་ཤེས་དགོས་པ་དེ་གལ་ཆེན་པོ་ཞེ་བོ་གཅིག་རེད་ཤག་སེ་ང་ཚོས་དེ་འདྲ་དྲན་གྱི་འདུག་དེ་ཡིན་ཚ་དུས་གང་ལ་ཁ་ཚང་ཨ་ནི་སྤེན་པ་ཚེ་རིང་གིས།

མ་མཐུན་པ་བཟོ་ནས་དང་རྩ་མེད་བཏང་ནས་ཀྱིས་ད་ལམ་མ་བཟོ་ན་གསལ་པོ་ཞུ་རྒྱུ་ཡོད་ང་ཚོ་ད་དེ་ནས་རྟོགས་དགོས་ཡོད་རེད་དེ་རྟོགས་དགོས་རྒྱུ་མཚན་དེ་ག་རེ་ཤེས་དགོས་རེད་ཟེར་ན་ད་རིང་ཚོགས་གཙོ་ཨ་མ་བསོད་ནམས་དེ་ང་ཚོ་ཉེ་པ་ལ་སོས་ཀྱི་ཚོགས་གཙོ་གི་མི་ཡིན་ཟེར་དུས་ཁོ་རང་གི་ཚོགས་གཙོ་གི་མིང་ཁེབས་བྱས་ནས་དེ་ནས་བོད་སྐད་ལས་ད་ཚོ་རང་ཚོགས་གཙོ་གི་ལས་ཀ་གནང་དགོས་ཡོད་རེད་མིང་དེ་ཁེབས་བྱས་ནས་བོད་སྐད་ལས་ཡག་ཕ་ནས་བོད་མི་མང་གི་ཆེད་དུ་ཨ་ནས་རྒྱ་བ་ཁ་ཚེ། ཆེད་དུ་ལས་ནི་ཁོ་ན་ལྷག་བསམ་རྣམ་དག་གིས་དཀའ་ལས་བརྒྱབ་ཉེན་ང་ཚོའི་ཚོགས་པ་འདི་གི་ཚོགས་གཙོ་གཙོ་བོ་བྱས་ནས་ནི་ཁོ་རང་དཀའ་ལས་བརྒྱབ་ནས་ད་གྲུབ་འབྲས་ཧང་ཟེར་བ་ང་ཚོ་ཡག་པོ་ཐོན་ཡོང་མ་ཚད་ཨ་ནི་བདེན་པ་ཟེར་ནི་འདི་ངོ་ནས་དྲན་ནས་གསལ་བ་འདི་ང་ཚོས་ད་གསལ་བོ་ཡིད་ཆེས་ཡོད་རེད་བ་ད་ཡི་དེ་འདྲ་ཡིན་ཚོད་འདི་སྤེན་པ་ཚེ་རིང་གིས

སྤྱི་ཚོགས་ནང་དུ་དཀྲུག་ཅིང་ལོ་རྒྱུས་བཤད་ལབ་མ་བཤད། དེ་འདྲ་བཤད་ནས་འདྲ་མི་འདྲ་བཤད་པ་བྱེད་པ་ཡིན་ན་བོད་ཨེ་ནས་འདུག་ཟེར་བཙོང་ཡས་མར་བཏགས། བོད་མི་ཁ་བྲལ་བཏང་ཡས་མར་བཏགས་ཟེར་ནས་སྐད་ཆ་གཅིག་གཉིས་མ་གསུངས་སོང་ཨ། ད་དེ་བཤད་སོང་ད་རེས་ང་ཚོའི་དེ་ཁྲིམས་འཆར་ཨང་སུམ་ཅུ་སོ་དགུ་གི་གནས་སྟངས་དེའི་ཐོག་ནས་ང་ཚོའི་རྒྱལ་ཁབ་ཀྱི་ཐོབ་ཡོད་རེད། དེས་ང་ཚོ་གཅིག་པ་ཡོད་དེ་ཉམས་པ་ལ་སོགས་ཚོགས་གཙོ་དང་ང་ཚོ་དག་ཚོགས་མི་མི་དམངས་ཉམས་པ་ལ་སོགས་ཀྱི་མི་དམངས་ཡོངས་སུ་རྫོགས་པར་གྱི་བཀའ་དྲིན་ལ་བརྟེན་ནས་ང་ཚོ་རྒྱལ་ཁབ་འདི་ཐོབ་པ་དེ་གསལ་པོ་ཞིའོ་ཅིག་རྟོགས་དགོས་རེད་མི་དམངས་ཀྱི་ནུས་པ་དེ་མང་གཙོ་ཡང་དག་པ་དེ་རྒྱ་གར་བའི་གནང་བྱ་རྒྱུ་དེ་ང་ཚོའི་བོད་ཆོས་བཏང་ནས་ད་ད་རིང་བློ་ཕམ་པོ་ཅིག་ལ་སྤེན་པ་ཚེ་རིང་གི་ངོས་ཟིན་ཡན་དེ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལས་ཀ་བྱེད་ཡན་གྱི་ཨ་ནི་མདོ་སྨད་པ་དེ་ནས། ཨ་ནུ་དང་བསོད་ནམས་ནེ་པ་ལ་སོགས་ཀྱི་ཚོགས་གཙོ། ཁོང་ལ་ཡ། པད་མི་སེར་རྒྱ་བ་རམ་གཅིག་མོ་དེ་མ་བཏང་བ་བཅས་ཧ་ལམ་མ་བཟོས་ན་ཅིག་རྒྱ་མི་གས་ནི། འདི་རེད་མདོག་མདོག་བཤད་དེ་ངས་གི་གནས་ཚུལ་དེ་ཞེ་དྲག་གི་བློ་ཕམ་དང་ཧང་སངས་ཀི། པད་མི་སེར་མ་རུང་གི་བྱ་སྤྱོད་ཞེ་བོ་ཅིག་ཡིན་པ་དེ་ང་ཚོས་ད་གསལ་བོ་རྟོགས་དགོས་དགོས་ཡོད་པ་དེ་ཅིག་ང་ཚོས་མཁྱེན་དགོས་དགོས་འདུག་བུད་མེད་ས་ཡ་དྲུག་གི། བུད་མེད་ཚོ་གི་མཁྱེན་དགོས་དགོས་ཡོད་རེད་དེ་ལྷག་པར་ནེ་པ་ལ་སོགས་མི་མང་ཚོ་ད་གྲ་སྒྲིག་བྱེད་ནས་བསྡད་དགོས་ཡོད་གལ་ཆེན་པོ་རེད་འོངས་པ་ལ

དོན་ཚན། དོན་ཚན། ལེའུ་འདི་རེད་ད་ལེའུ། ལེའུ་བཅུ་གཉིས་པ་རེད་ལེའུ་ལེའུ་བཅུ་གཉིས་རེད་ད་དོན་ཚན་བཅུ་གཉིས་པ་དེ་དོན་ཚན། དོན་ཚན་བཅུ་གཉིས་པ་ནང་ལ་གསལ་བོ་ཞིབ་ཀྱིས་བཤད་ཡོད་རེད། དེའི་ཁོ་རང་གིས་རྩོམ་རྒྱག་ཡ་དང་ཁོ་རང་གིས་འདི་ཅི་གང་བྱས་པ་དེ་ཁོ་རང་རང་གིས་ཨ་ནི། བདག་དབང་རེད་དེ་ང་ཚོའི་བཅའ་ཁྲིམས་དགོངས་དོན། བཅའ་ཁྲིམས་ལེའུ་བཅུ་གཉིས་ནང་བློ་གསལ་པོ་ཞིག་ལ་བཟོས་བཞག་ཡོད་རེད་དེ་ངེད་ད་མི་མང་ལ་མཁྱེན་རྟོགས་ཡོང་ཆེད་དུ་མ་གསལ་པོ་ཞིག་ཀློག་གི་ཡིན། དེ་ཡིན་ཚ་དུས་གང་ལ་ང་ཚོའི་མི་མང་ཚོས་དེ་ཀློག་རྗེས་ལ་ངས་འགྲེལ་བཤད་ཅིག་བརྒྱབ་དེ་ནས་མཇུག་རིང་པོ་ཞིག་ལ་བཤད་མ་གོ་བ་བྱས་ཨ་ནི་ང་ཚོས་ད་དེ་འོ་ན་དྲ་གནོན་གྱི་ཨ་ནི་རྒྱ་གར་ཁྲིམས་མིན་ན་རེད་བོད་པའི་ཁྲིམས་མིན་ན་རེད་ཕྱི་རྒྱལ་ཡུལ་གྲུ་ཁག་གི་ཁྲིམས་མིན་ན་ད་དེ་ང་ཚོས་བསམ་བློ་བཏང་ནས

ཨ་ནེ་བླ་མ་དང་སློབ་མའི་བར་ལ་དཀྲུགས་ཤིང་རྒྱག་ཡ། སློབ་མ་དེ་ཚོས་བླ་མ་ལ་དད་པ་རྩེ་གཅིག་ཏུ་ཡོད་པ་མ་ཚད་རྒྱལ་ཁབ་དང་མི་རིགས་ཆེད་དུ་དཀའ་ལས་རྒྱག་མཁན་གྱི་གང་ཟག་གཅིག་ལ་ཡང་དེ་འདྲའི་བེམ་དེ་འདྲའི་གི་ནག་ཉེས་བཟོ་འོང་ན་ང་ཚོས་ད་གནས་ཐབས་མེད་པ་དེ་ད་རིང་ངས་འདའི་བཅའ་ཁྲིམས་དགོངས་དོན་གཞི་བཟུང་བྱས་ནས་མ་ཁྱོད་རང་ཚོ་བོད་མི་ས་ཡ་དྲུག་ལ་ཡ་ཨ་ནེ་མཁས་མདོག་བྱེད་དུ་མ་ལོག་གི་ཡིན་དེ་བསམ་བློ་བཏང་བྱས་ནས་ཨ་ནེ་བོན་པ་ཚེ་རིང་ལས་ཀ་ད་ལྟ་བོ་དུ་ག་རེ་བྱེད་ཀྱི་ཡོད་པ་དེ་གཅིག་རེད། བརྩེ་བའི་ཕྱག་བཞེས་ན་བོན་པ་ཚེ་རིང་སྙན་མང་དང་པོ་ཁོ་སྲིད་སྐྱོང་ལང་དུས་ཁོ་རང་ནས་ཁོའི་རྟེན་འབྲེལ་འཁྲུགས་ཡོད་རེད།

བོད་མི་ས་ཡ་དྲུག་གི་གཞི་རྩའི་ཐོབ་ཐང་དེ་རེད་ད། འོ་དེ་རེད། རང་དབང་གི་ཐོབ་ཐང་དང་གཞི་རྩའི་ཐོབ་ཐང་དེ་ང་ཚོས་ཧ་གོ་གི་རེད། ཐོབ་ཐང་གཞན་ཁག་ཟེར་དུ་བ། བོད་མི་ཡི་ཁྲི་ཕུགས་ཀྱི་རྩ་དོན་དང་ཟེར་དུ་བ། འོ་དེ་རེད། ཁྲི་ཕུགས་ཀྱི་རྩ་དོན་དང། དམངས་གཙོ་གྱི་ཁེ་ཕན་ཆེད་དུ་ཁྲིམས་ལུགས་གང་རུང་འོག་བཀའ་སྡོམ་བྱེད་དགོས། བྱེད་དགོས་དང། ལས་བྱེད་སོ་སོའི།

སྤྱི་འཐུས་ལྷན་ཚོགས་དེ་ང་ཚོས་ཨང་ཀི་དང་པོ་བཞག་དགོས་རེད་དཱ། ཇི་སྙམ་བཀའ་འཛིན་ཤེས་ཀྱི་འདུག་བ། ཇི་སྙམ་བཀའ་འཛིན་ཟེར་གི་འདུག་སྤྱི་འཐུས་ལྷན་ཚོགས་དེ་ཇི་སྙམ་ཇི་སྙམ་གང་ལེན་རེད་དཱ། དེ་རེད་གཅིག་ཧ་གོ་སོང། སྤྱི་འཐུས་ལྷན་ཚོགས་དེ་ང་ཚོ་བོད་མི་རིགས་ཀྱི་དཱ་སྲོག་རྩ་མ་ཚུགས་དེ་སྤྱི་འཐུས་ལྷན་ཁང་དེ་ཆགས་ཐུབ་ཡོད་རེད། དེ་ང་ཚོས་བོད་རིགས་སྤུན་ཟླ་ཚོ་ཧ་གོ་ཧ་གོ་སོང་ཨ། བོད་ཀྱི་ཡུལ་མི་ཚང་མར། བོད་ཀྱི་ཡུལ་མི་ཚང་མར། གསལ་བཤད་རང་དབང་དང་གསལ་བཤད་དེ་གཤམ་གསལ་རང། བོད་ཀྱི་ཡུལ་མི་ཚང་མར་གཤམ་གསལ་རང་དབང་དང་ཐོབ་ཐང་ཁག་ཡོད་ཟེར་ཟླ་བ་དེ་རེད་ཐོབ་ཐང་ཁག་ཡོད། དང་པོ། ལུས་སྲོག་དང་བདེ་བའང་ཁེ་དབང་བཅས་ཀྱི་ཐོབ་ཐང། དེ་ཚོ་གལ་ཆེན་པོ་དང་ཐོབ་ཐང་དེ་བཅས། གཏམ་རྒྱུད་ཐོབ་ཐང་བཅས། གཉིས་པ། འགྲོ་འོང་ཐོབ་ཐང་བཅས། གསུམ་པ། གསར་ཤོག་དང་དུས་དེབ། རྩོམ་ཡིག། རིགས་སྤེལ། འགྲེམས་སྤེལ་དང། ཁྱབ་སྤེལ་ཟེར་བ་འདི་ཐོབ་ཐང་དེ་རེད། གོ་དེ་ཐོབ་ཐང་ད་གོ་ས་བཞི་པ་དེ་རེད། དེ་ནི། གོ་མཚོན་མེད་པར་ཞི་བའི་འདུ་འཛོམས་ཟེར་དགོས། གོ་མཚོན་མེད་པར་ཞི་བའི་འདུ་འཛོམས་ཟེར་དེ་ང་རང་ཚོ་ཐོབ་ཐང་དེ་རེད། ལྷག་བསོག་བཅའ་ཁྲིམས་དགོངས་དོན་ཞིག་བཟུང་རེ་ད། དེ་ནས་བཅའ་ཁྲིམས་ཞུ་གཏུག་སྐབས། མཐུན་རྐྱེན་མེད་རེད་དོ། བཅའ་ཁྲིམས་ཞུ་གཏུག་སྐབས་མཐུན་རྐྱེན་མེད་རེད་དོ། ད་ཁྲིམས་རྩོད་ཡོད་པ་ད་ཁྲིམས་རྩོད། ཞུ་གཏུག་སྐབས་ཁྲིམས་རྩོད་རྩོད་པ་རྩོད་ཁྲིམས་ཐུགས་སོ་ན། ཞུ་གཏུག་སྐབས་མཐུན་རྐྱེན་མེད་རིགས་ལ། དེ་འདྲའི་མཐུན་རྐྱེན་མི་ངན་ད་སྐྱོ་པོ་དེ་འདྲ་ཡོད་རེད་བ། དོན་འཁྱོལ་སྤྲོད་མ་ཐུབ་མིན་སྐྱོ་པོ་ཡིན་ན་གཞུང་རང་གིས་ལྟ་རྟོག་བྱེད་དགོས་དགོས་རེད། ཁྲིམས་བཙུགས་ཁྲིམས་དཔོན་བཙུགས་དགོས་དགོས་རེད། དེ་གཞུང་རང་གིས་བྱེད་ཀྱི་རེད་ཟེར་བ་དེ། མཐུན་རྐྱེན་མི་རིགས་ལ། བླ་མེད་ཟེར་དུས་བླ་མེད་ཁྲིམས་རྩོད་པ་དང་ཟེར་དེ། བོད་གཞུང་གིས་བླ་མེད་ཁྲིམས་རྩོད་པ་བཙུགས་དགོས་རེད། ཁྱོད་རང་ཚོ་བོད་མི་ས་ཡ་དྲུག་ང་ཚོ་ཚང་མའི་ཁྱེད་མགོར་བལྟ། དེའི་ནང་ལ་ང་ཚོ་འདི་བཟོས་བཞག་ཡོད་རེད། བཅའ་ཁྲིམས་རིང་པོ་བཅའ་ཁྲིམས་དགོངས་དོན་གཞི་བཟུང་བཅས་ང་ཚོས་བྱེད་འདོད་མ་ཐག་ཤེས་ཀྱི་ཡོད་བ། མ་འོངས་པར་ཁྱོད་རང་ཚོ་གིས་རྙོག་དྲ་ཅན་ཙམ་དྲང་པོ་མ་བརྗེད་པ་ཡིན་ན་སྤེན་པ་ཚེ་ད་ལྟ་དྲང་པོ་བྱེད་ཀྱི་མི་འདུག་བ། དཀྲུག་ཤིང་རྒྱག་གི་འདུག་བ། རྒྱ་རོམ་གྱི་ཁ་ཁེབས་རྒྱ་རོམ་གྱི་ཙོང་པུ་འདུག་བ། འོ་འདི་ཚོ་དྲང་དུ་རིགས་ཡོངས་སུ་རྫོགས་པ་དེ་ང་ཚོས་དང་ཁྲིམས་ལ་གཏུགས་པའི་ནུས་པ་ཡོད་རེད། དེའི་ཆེད་དུ་ལ་ག་རེ་བྱེད་དགོས་དགོས་རེད་ཟེར་ན་ཡང་ནི་བཅའ་ཁྲིམས་རིན་པོ་ཆེ་གི་དགོངས་དོན་གཞི་བཟུང་ཁྱོད་རང་ཚོ་ལ་ཡང་ནི། དེ་འདྲའི་ཁྲིམས་བླ་ཡི་ཁྲིམས་རྩོད་པ་དེ་འདྲའི་མེད་པ་ཡིན་ན་ཡང་ནི་གཞུང་རང་གིས་ཁྲིམས་རྩོད་པ་བཙུགས་ནས་གཞུང་རང་གིས་དེ་ཁྱོད་རང་ལ་རྒྱབ་སྐྱོར་བྱེད་ཀྱི་འདུག་བ། དེ་ཡི་ག་རེ་གཞི་རྩའི་མིའི་ཐོབ་ཐང་རེད་རེད་བ། འོ་དེ་ཡིན་དུས་གང་ལ། བླ་མས། ཁྲིམས་རྩོད་པ་དང། ཨ་ནི། སྐད་སྒྱུར་རིགས་ཟེར་ཏོ། དེ་ནང་ནས་སྐད་སྒྱུར། འོ་ཚང་མ་ཡོང་གི་འདུག་བ། འོ་དེ་ཧ་གོ་བྱེད་དགོས་རེད་དེ་དོན་ཚན་དྲུག་པ་ནང་འདུག་བ། འོ་དེར་ལེའུ་དྲུག་པ། ལེའུ་དྲུག་པ་དེ་ལེའུ་དྲུག་པར་འདའོ་དེ་ལེའུ་དྲུག་པ་ནང་འདུག་བ། དེ་རེད་ད་བདུན་པ། ཆོས་དང། རིག་གནས། དཔལ་འབྱོར། མཉམ་འབྲེལ། སྤྱི་མཐུན། བཅས་ཀྱི། ཨ་ནི། ཚོགས་ཁག། འཇུག་པ་དང། ཚོགས་པ། ཞུགས་པ། ཤ་ཚང་ཕྱོགས་བསྡུ་བ་དེ་རེད་ཞུགས་པ། འོ་དེ་རེད་འདུན་པ་དེ་བྱེད། དེ་ནས་རང་གི་ཤེས་ཚད་དང་འཚམས་པར་བོད་མིའི་སྒྲིག་འཛུགས་ཀྱི་ལས་རིགས་གང་རུང་དུ་ཞུགས་རྒྱུ་ཡི་གོ་སྐབས་འདྲ་མཉམ། འོ་དེ་རེད་ད། པའི་མི་སེར་གལ་ཆེན་པོ་རེད་བ་ང་ཚོ་དེ་སྟོང་ལྷང་སྤྲད་བོ་ད་ང་ཚོ་ད་ཧང་སང་ཡོད་གི་ད་ང་ཚོའི་སྤྱི་ཚོགས་ཀྱི་ནང་ལོག་ལ་ཡ་ང་ཚོ་བོད་རིགས་སྤུན་ཟླ་སུ་འདྲ་ཅིག་ནང་ཁྱེད་རང་ཚོ་ང་གཉའ་ཆག་གོ་མ་རེད་ལྷག་པར་དུ་ང་ད་རིང་ཞོལ་གྱི་ལ་འཛིན་སྐྱོང་ནང་ལ་ལས་ཀ་བྱེད་ངེས་ཁྱེད་རང་ཚོ་དུས་ནང་ཡང་སེམས་ཆུང་མ་ཆག་ངས་ག་དུས་ནས་དེ་ལབ་ཡོད་བ་ཁྱེད་རང་ཚོ་ལ་བདེན་པ་ཡོད་རེད་ཁྱེད་རང་ཚོ་ཆབ་སྲིད་ཀྱི་མི་སྣ་མ་རེད་ཁྱེད་རང་ཚོ་འཛིན་སྐྱོང་འཐུས་ཤོར་འགྲོ་གི་ཡོད་རེད་ང་ཚོའི་མི་མང་ལ་ལས་ཀ་མེད་ངན་ཆག་འགྲོ་གི་ཡོད་རེད་འཛིན་སྐྱོང་ནང་ལོག་གི་མི་མང་གི་མཐུན་རྐྱེན་ལ་ཡ། ཡང་ན་དོ་ཕོག་ཞུ་བ་འགྲོ་བའི་དཔལ་འབྱོར་དཀའ་ངལ་ག་རེ་ཐོག་ནས་ཤེས་རིག་ག་རེ་ཐོག་དཀའ་ངལ་ཡོང་གི་ཡོད་པ་ནི་ཁྱོད་རང་ཚོ་གིས་ཁ་གྲག་དགོས་རེད། ཁྱོད་རང་ཚོ་རྒྱབ་སྐྱོར་དེ་བོད་མི་མང་སྤྱི་འཐུས་སྤྱི་འཐུས་ལྷན་ཚོགས་ཀྱི་ཡང་ན་སྤྱི་འཐུས་རྣམ་པ་ཡིན་པ་མ་ཚད་བཅའ་ཁྲིམས་དགོངས་དོན་བཞིན་བཟོ་བྱས་ནས་བཅའ་ཁྲིམས་རང་གི་ཁྲིམས་ཀྱི་ཐོག་ནས་སོ་སོ་གིས་དེ་ནི་ཁྲིམས་ཁྲིམས་རྩོད་པ་བདམས་ཆོག་ཡོད་ཀྱི་ཐོབ་ཐང་ཆ་ཚང་གཞུང་གིས་གྲ་སྒྲིག་བྱེད་ཀྱི་རེད་ཟེར་ཡོད་དེ་འདྲ་འདི་དང་པོ་ཁྱོད་རང་ཚོ་ང་ཚོ་གིས་ད་ལས་བྱེད་པ་ཚོ་སེམས་ཤུགས་མ་ཆག་མགོ་མགོ་དཔེ་ལས་འཁྲབ་དགོས་ཡོད་མ་གཏའ། བརྗིད་ཉམས་སྟངས་འཛིན་ཁྱོད་རང་ཚོ་ལ་ཡོད་རེད་ད། ཁྱོད་རང་ཚོས་ཁོ་ཚོར་མགོ་སྒུར་གི་མ་རེད་ཁོ་ཚོས་ག་རེ། མགོ་ལ་འདི་ངའི་སྤེན་པ་ཚེ་རིང་ཡིན་ན་རེད། བཀའ་བློན་ཚེ་རིང་ཡིན་ན་རེད། ད་སུ་རེད་ཅེ་ན་དེ་ཚོའི་མགོ་ལ་འདི་ངའི་གང་ཡོད་པ་དེ་ལས་བྱེད་པ་རེད་བ། གཞུང་གི་ཞབས་ཕྱི་ཞུ་མེད་རེད་བ། མི་མང་གི་བདེ་སྡུག་སེལ་མཁན་རེད་བ། མི་མང་ཉོབ་ཏེ་ལས་ཀ་བྱེད་འདྲ་འདྲ་ཅིག་ཅིག་བྱེད་འགྲོ་དགོས་རེད་མ་གཏོགས། དེ་ཕྱི་ཡི་འགྱེད་ཁ་ཕབ་རྟགས་དང། ཚང་མ། ལས་བྱེད་པ་མགོ་སྤུན་པོ་ཡིན་མགོ་ལ་འདེད་ཡོད་མ་རེད་གཅིག་པ་གཅིག་རྐྱང་གཅིག་འགྲོ་འུར་རྟགས། དེ་འདྲ་རེད་འདུག་བ་གནས་ཚུལ་དེ་འདྲ་རེད་དེ་ང་ཚོ་ཚང་མས་ཧ་གོ་གོ་རེད་དེ་འདྲ་མཉམ་ཡོད་ཟེར་དང་དེ་འདྲ་མཉམ་ཟེར་དང་གོ་སྐབས་འདྲ་མཉམ་ཟེར་ཁྲིད་དང་བོ་དེ་ཧ་གོ་གོ་རེད་ཨོ། དེ་འདི་རྗེས་ལ་རྒྱས་པ་བྱས་ད་གོ་བ་དེ་ག་རེད་གནས་ཡུལ་རྒྱལ་ཁབ་སོ་སོ་ཡི་ཁྲིམས་དང་མཐུན་པའི་ལས་རིམ་དང། ཨ་ནི་ཚོང་ཁོས་ས་ཁང་ཚོང་ཉོ་ཉོ་ཚོང་ཟེར་ས་ཚང་ཉོ་ཚོང་ཨ་ནི་ལས་དོན་གཞན་དག་གང་རུང་བྱས་པ་དེ་དང་དེ་ལྟ་ཡིན་དེ་བྱེད་ཆོག་གོ་རེད་དེ་རེད་ད།

ལོ་བཅུ་བཞི་ཡིན་ན་ཁྲིམས་དང་དེ་ནས་འགྲོ་ཆོག་གི་མེད་བཙོན་ཁང་དེ་འགྲོ་ཆོག་གི་མེད་འདུག་དེ་ཧ་གོ་བ་བྱེད་དགོས་རེད་ཞོས་དེ་ནས་ད་དེ་བཅའ་ཁྲིམས་དགོངས་དོན་གཞི་བཟོ་བྱེད་ནི་ང་རང་ཚོ་གཞི་རྩའི་ཐོབ་ཐང་དེ་ཨ་ནུ་ཐང་ལོ་བསོད་ནམས་ལགས་དེ་ནས་ང་ཚོའི་ཚོགས་གཙོས་ལ་ད་ག་ཚང་སྤེན་པ་ཚེ་རིང་གི་སྤེན་མི་སྲིད་གི་ཧ་ལས་པ་གི་དེ་ནས་པའི་སྡུག་ཅག་བྱེད་པ་དེ་ང་ཚོའི་ད་མི་མང་གི

ག་རེ་ག་རེ་བྱུང་ཡོད་མེད་དེ་གནས་ཚུལ་དེ་དག་ག་རེ་ཆགས་ཡོད་ཟེར་ན་ཁོ་རང་ཕ་གི་ལ་དྭགས་ཨ་ནུ་དང་བསོད་ནམས་ཀྱི་ཕ་གི་ལ་དྭགས་འབོད་སྐུལ་ཞུས་ནས་བདེ་སྲུང་ལ་ཞུས་བདེ་སྲུང་འདི་ཅི་ཡང་མ་བྱས་གང་བྱས་མ་བྱས་ཁོ་རང་ཚོ་ཕ་ལ་དྭགས་འཁྲབ་དགོས་པ་རེད་འཁྲབ་པ་མ་ཚད་གསལ་བོ་ཞིག་སྟོན་དགོས་མ་རེད་ད་དེ་ག་རེ་ཟེར་ན། གནས་ཚུལ་དེ་སེ་རེ་སེ་རེ་དག་ག་རེ་ཆགས་ཀྱི་ཡོད་མེད་ང་ཚོ་དག་ཇི་ཐང་ནས་དག་བདེ་སྲུང་ཞུ་དགོས་དང་ཡང་མ་ཞུ་དགོས་ཆ་ཚང་དེ་གནས་ཚུལ་ཆ་ཚང་དེ་དག་ཁོ་རང་གི་གསལ་བཤད་ཅིག་བྱེད་ཀྱི་རེད་བྱེད་ཀྱི་རེད་དེ་ད་ང་ཚོས་དེ་ཚོད་དཔག་བྱས་ན་ཧ་གོ་གི་འདུག་ད་ག་ཚོད་བྱེད་ན་མ་བྱེད་ན་ད་གང་བྱས་མ་བྱས།

སྤེན་པ་ཚེ་རིང་ལས་ཀ་ག་ནས་མར་མེ་བྱེད་ཀྱི་ཡོད་པ་དང་གཉིས། ང་ཚོའི་སྤྱི་ཚོགས་ནང་ཁུལ་གྱི་མ་བདེ་བ་བཟོ་གི་ཡོད་པ་དང་སྤྱི་ཚོགས་དཀྲུགས་ཤིང་རྒྱག་གི་ཡོད་པ་སྤྱོད་མཚམས་མེད་པ་བཟོ་གི་ཡོད་པ་དང། ཡང་ན་ཡང་དགྲ་ཁ་སྙིང་དུ་ལས་ཀ་བྱེད་ཀྱི་ཡོད་པ་དང་གསལ་པོ་ཞིབ་ཅིག་རྟོགས་གི་ཡོད་པ་དེ་ང་ཚོ་ཚང་མས་ཀྱི་ཐུགས་ལ་བཅངས་བྱས་ནས་ད་རིང་ངས་ཀྱི་དེ་ནས་མ་ང་རང་གི་བསམ་ཚགས་བྱས་ན་ང་རང་བསམ་ཚུལ་བྱས་ན་དེ་འདྲ་ཞིག་རེད་མ་འོངས་གཞི་རྩའི་ང་ཚོ་ད་ལྟ་ག་རེ་ག་རེ་བྱ་གི་ཡོད་མེད་ང་ཚོ་ད་གཞི་རྩའི་ང་ཚོ་ད་ཡིན་ད་ཡིན་བྱེད་ཀྱི་ཡིན་དེ་འདྲ་ཡིན་ཚ་དོན་ང་རི་བོད་རིགས་སྤུན་ཟླ་ཚོ་ཚང་མས་ཀྱི་གཟབ་གཟབ་བྱས་ནས་ད་རིང་གི་ཡོ་ཤོག་ལུགས་མཐུན་གང་ལ། རྩ་བ་རྙེད་ནས་མི་འདི་འདྲས་དྲངས་ཏེ་བླུགས་པ་ཡིན་ན་ང་ཚོས་ད་ཁྱེད་ཚོ་ཡག་པོ་མི་ཆགས་གི་མ་རེད་རྒྱ་གར་གྱི་སྐུ་ཚེའི་དཔེ་རིས་བསྟན་མི་ཡོང་བསམ་གྱི་རེ་བ་ཡོད་ད་དཔེ་མི་ཚེ་ཉེན་ཁ་འདུག་དེ་ཚོ་དྲངས་ཏེ་དཔེ་སྡུག་ཅག་བཞག་ཚར་ཤག་ད་འདི་ཚོ་དྲངས་ཏེ་གནས་ཚུལ་དེ་རྒྱ་བ་རིན་པོ་ཆེ་ལ་ཡར་ངོམ་གྱི་མ་ཐུབ་གནས་ཚུལ་གཅིག་འབྱུང་གི་རེད་བསམ་ང་ཚོས་ད་རེ་བ་དེ་ཞུ་གི་ཡོད་དེ་མ་འོངས་པར་དམིགས་ཡུལ་ཅིག་ཡོང་གི་རེད་བསམ་ང་ཚོས་དེ་ད་ལྟ་བསྡད་ཀྱི་ཡོད་དེ་ཡིས་སྤྱི་འཐུས་ལྷན་ཁང་གི་མ་འོངས་པ་ལ་ཡ་ས་ཉེ་ནས་སྤྱི་འཐུས་ག་རེ་ཚོགས་སོང་ན་དེ་སྤྱི་འཐུས་གསར་བ་ལས་ན་རེ་རྙིང་པ་འཁྱུར་ཚུར་ན་རེ་གསར་བ

ཁ་ཚོན་ཕར་བུད་ཕར་བུད་ལྟ་ཞོར་རེས་བྲིས་མི་འདུག་ཁ་ཤས། ཡོད་རེད་ཡོད་རེད་དེ་འདྲས་ཡོད་རེད། ཅིག་ཅིག་ཨམ་ཆིན་ཡིན་ཟེར་མཁན་འདྲ་བོ་དང་དེ་ནས། ཅིག་ཅིག་ཅིག་ག་རེ་ཟེར་ལས་བྱེད་པ་ཡིན་ག་རེ་ཅིག་ཅིག་ཆུང་པོ་ཡིན་ཟེར་འདྲ་བོ་དེ་འདྲས་ཡོད་རེད་ཁ་ཤས་ཡོད་རེད་དེ་འདྲས་ཡོད་རེད། དེ་ཚོ་ང་ཚོ་ཉམས་ཞིབ་བྱེད་འདོད་ཡོད་ག་རེ་བྱེད་འདོད་ལྟ་འདོད་ཡོད་མི་རིགས་དང་རྒྱལ་ཁབ་ཆེད་དུ་ལ་ཡ། ཚང་མས་ཀྱིས་དེ་ཚོ་ཐུགས་ཁུར་གནང་དགོས་གལ་ཆེན་པོ་རེད། ཉམས་པ་ལ་སོས་ཀྱིས་དུས་དང་རྣམ་པ་ཀུན་ཏུ་མི་རིགས་དང་རྒྱལ་ཁབ་ཆེད་དུ་བྱེད་ཀྱི་རེད་མ་གཏོགས་འདི་ན་རྫུན་ངན་ཡིན་བོད་མི་ས་ཡ་དྲུག་འདི། རྒྱལ་ཁབ་དང་མི་རིགས་རང་དབང་གི་ཆེད་དུ་ལས་ཀ་ལས་རྒྱབ་ངན། བོད་མི་མང་གི་དམངས་གཙོ་དེ་ཡང་དག་པ་ཅིག་ཡོང་ཡག་གི་ཆེད་དུ་བ་ཀ་ལས་ཀྱང་ངས་དེ་ནས་ཡང་ཚོགས་པ་ཅིག་ཆགས་བསྡད་ཡོད་རེད། དེ་གི་ད་ལྟ་ཚོགས་འདུ་དེ་ལ་འདུ་ཆེ་དང་མི་མ་ཉེ་ཁ་ཡོད་བྱས་པ་དེ་ཡིན་ནས་གོ་ལམ་དང་འགྲོ་གི་མ་རེད་ཁོ་རང་ཚོ་དེ་མདོ་འདི་སྤེན་པ་ཚེ་རིང་གི་བྱེད་སྟངས་དེ་སྐྱོ་པོ་ཡིན་པ་དེ་ལས་བྱེད་པ་ཚང་མས་གི་དེ་ཕི་ཅིང་མཁྱེན་གི་རེད་བསམ་དྲན་གི་འདུག་ལྷག་པར་དུ་ཨ་ནི་ང་ཚོའི་བོད་མི་ཨ་ནི་གནད་ཡོད་མི་མང་མི་སྣ་ཚོ་གི་དེ་དངོས་གནས་དྲན་ནས་གི་ཁོ་རང་ཚོ་སེམས་ནང་ལ་རྨ་ཁ་ཆུ་བུར་གྱིས་བཟོས་བཅུག་ཡོད་རེད་ད་བོན་པ་ཚེ་རིང་གིས་ད་ལྟ་རིང་འདི་འདྲའི་རྐྱང་རྐྱང་བྱས་ནས་ང་ཚོའི་སྤྱི་ཚོགས་ནང་དཀྲུགས་བསྡད་ཀྱི་འདུག་བསམ་ནས་དྲན་ནས་དེའང་མ་ཚད། ཨེ་ན་ཆོས་ལུགས་རིས་སུ་བཅད་པའི་བླ་ཆེན་སྐྱིད་པོ་དམ་པ་ཚང་མས་ཀྱི་དེ་གཟིགས་བསྡད་པས་ང་ཚོས་ཚང་མས་ཀྱི་དེ་བློ་ཕམ་པོ་ཞིག་པོ་བྱུང་སོང་དེ་འདྲའི་ཡིན་བསམ་ནས་ང་ཚོས་ད་ཅི། མི་ཡག་པོ་དེ་ལ་ཡང་ཚང་མས་རྒྱབ་སྐྱོར་བྱེད་དགོས་དེ་གལ་ཆེན་པོ་ཡིན་འདུག་ཚང་མས་ཀྱི་ཨེ་ནས་འདུག་ཅེ་ན་གུས་པ་རང་གིས་བསམ་འཆར་བཅས་ཕུལ་བཞག་ཡོད

ད་ང་ཚོ་ཟབ་སྦྱོང་མ་བྱས་ན་སྤེན་པ་ཚེ་རིང་གི་ལས་ཀ་དེ་ལས་བསྟན་བྱས་ན་ང་ཚོ་བོད་མི་ཚོ་དངོས་གནས་དྲ་གནས་དག་བཀྲ་མ་ཤེས་པ་ཅིག་ཡོང་ས་རེད་བསམ་དྲན་གྱི་འདུག་ཉེན་ཁ་ཚ་བོ་ཅིག་ཀྱང་ཆགས་ས་གདའ། དེ་ཡིན་ཟབ་ས་བྱེད་དགོས་འདུག་སེམས་དྲན་དེ་འདྲ་ཡིན་འབུལ་གྱི་ཡིན་ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས། ད་ནི་གངས་རི་རྭ་བའི་སྐུ་ཡི་ཞིང་ཁམས་འདི་ཕན་དང་བདེ་བར་མ་ལུས་འབྱུང་ཡོད་དང་སྤྱན་རས་གཟིགས་པ་བསྟན་འཛིན་རྒྱ་མཚོ་ཞབས་པད་སྲིད་སྟེར་བར་དུ་བརྟན་གྱུར་ཅིག་ཆོས་ཀྱི་རྒྱལ་པོ་ཙོང་ཁ་པ། ཆོས་སྲིད་ནང་པ་ཕལ་བ་དང་མཁན་གྱི་ཚད་མ་ཞལ་བ་དང་མཐུན་རྐྱེན་མ་ལུས་ཚང་བར་ཤོག། བདག་དང་གཞན་གྱི་དུས་གསུམ་ལ། ཚོགས་གཉིས་བསགས། ཚང་མིང་གི་སྒྲིབ་པ་བྱང། ཉིན་རེའི་ཆགས་སྡང་མེད་པར་བྱས། རྒྱལ་ཁབ་དང་མི་རིགས་ཆེད་དུ་ཚང་མས་དཀའ་ལས་རྒྱག་པ་ན་གཞོལ་ཡིན། དེ་བཀྲ་ཤིས་བདེ་ལེགས། ད་དགོས་པ་རང་གི་བསམ་འཆར་ཟེར་ན་རེད་བསམ་ཚུལ་ཟེར་ན་དེ་རིང་ཞུས་བཞག་ཡོད་བཅའ་ཁྲིམས་དགོངས་དོན་གཞིར་བཟུང་སྤྱི་ནས་མ་དགའ་མོས་གནང་བཞག་ཡོད་ཞེས་བཤད་བཞག་ཡོད་ཟེར་ཞུ་ཡི་དེ་འདྲ་ཡིན། ཚང་མར་བཀྲ་ཤིས་བདེ་ལེགས་ཡོད་ཞུ་ཡིན་ད། བོད་རྒྱལ་ལོ། ཉམས་པ་སླར་གསོའི་རྒྱལ་ལོ། ཚོགས་གཙོ་ཡིན་ན་ཡང་ཐུགས་འཕྲད་རྩ་བ་ནས་མ་གནང། ཚང་མས་འགྲིག་འགྲོ་གི་རེད། ང་ཚོས་ཚང་མས་ཀྱི་ད་མི་རིགས་ཀྱི་ཆེད་དུ་ག་ལ་རྒྱག་གི་ཡོད་རེད། དུས་ད་རྣམ་པ་འགོར་ནས་མི་གཅིག་སྲོག་གཅིག་གཅིག་ནང་ཚང་མ་འདེད་དགོས་ཡ་དེ་གལ་ཆེན་པོ་རེད་ཞུས་དེ་ནས་བཀྲ་ཤིས་བདེ་ལེགས་ཡོད་དོ་ཚང་མ་ལ། བོད་རྒྱལ་ལོ་རང་བཙན་རྒྱལ་ལོ་མི་རིགས་རྒྱལ་ལོ་བདེན་པ་རྒྱལ་ལོ་ཞུ་ཡི་འདུག།